འདི་ཡིན་དུས་ན། སེམས་བསྡུ་བར་བྱེད་ཡ་བའི་དག་ཐབས་མཐར་ཐུག་པ་མཆོག་ཏུ་གྱུར་པ་ནི་དག་པའི་ཞེན་བྱེད་པའི་བྱང་ཆུབ་སེམས་དང་སྟོང་ཉིད་རྟོགས་པའི་ཤེས་རབ་དེ་ཡིན་དུས་ད་དེ་གཉིས་པོ་དེ་མ་སྐྱེས་པ་སྐྱེས་པ་ཁོ་ནས་གོང་དུ་སྤེལ་དགོས་ཡ་ད་དེ་ཡིན་པ་རེད། ང་ཚོ་ཞོགས་ཀ་ཡར་ལངས་པ་ནས་བཟུང་ཅིག། གཉིད་སད་མ་ཐག་ནས་ཨོ་ད་དེ་རིང་གི་ཉི་མ་འདི། གཅིག་བྱམས་གཅིག་བྱང་ཆུབ་སེམས་དང་གཅིག་སྟོང་ཉིད་ཀྱི་ལྟ་བ། ལས་བག་ཆགས། སྦྱོང་བ་ཨེ་ཐུབ་ཅིག་བྱས་བསམ་པ། འོ་ན་དེ་ནས་མ་ང་བྱིན་རླབས་ནས་སོང་བྱེད་ཀྱི་རྡུལ་སྔགས་གྲངས་ཡང་ནས་སོང་བྱེད་ཀྱི་དེ་ཐམས་ཅད་ལོ། ནི་དག་པའི་ཞིང་བྱེད་པའི་བྱང་ཆུབ་ཀྱི་སེམས་མ་སྐྱེས་པ་སྐྱེས་སྐྱེས་པ་གོང་ནས་གོང་དུ་འཕེལ་ཡ། ནི་སྟོང་ཉིད་རྟོགས་པའི་ལྟ་བ། ཞིག་མ་སྐྱེས་པ་སྐྱེས་སྐྱེས་པ་གོང་ནས་གོང་དུ་འཕེལ་ཡ་དེ་འདི་ཅིག་ཐག་ལ་ཡ་ཡེ་ནི། དམིགས་བྱེད། ནི་ཉིན་རེ་བཞིན་དུ་དང་གེ་སར་གང་བསགས་པ་དེ་ཡིས་ནི་དེ་འདྲ་འདྲ་བའི་དང་ཐབས་ཤེས་ཀྱི་རྟོགས་པ་སྐྱེ་ཡ་གི་ཆེད་དུ་དམིགས་ནས་བྱས་ན་ནི་ཡག་པོ་ཡག་པོ་རེད། གང་འདྲ་ཞིག། ཐུབ་ཀྱི་ཡོད་མ་རེད་དེ་ཡིན་ནའི། བཞག་དང་བཞག་ལ། ལོ་དེ་གཉིས་པོ་དེ་གའི་ཐབས་ཤེས་ཀྱི་རྟོག་པ་དེ་གཉིས་པོ་དེ་གའི་ཕྱོགས་སུ་བློ་དྲངས། འདྲིས་པར་བྱས་གོམས་པར་བྱས། དེ་འུར་ཟིང་བྱེད་མཁན་ཡིན་ན། ཚེ་འདི་ལ་ཡང་ཞེས་རྟོག་པ་སྐྱེ་བ་ཅིག་ཏན་ཏན་ཡོང་སྲིད་པ་རེད་ལ་གལ་ཏེ་མ་སྐྱེས་པའི་དབང་དུ་བཏང་པ་ཡིན་ནའི། ཚེ་འདི་ལ་ཡང་ཞེས་དང། ལོ་དེ་གཉིས་ཀྱི་ཕྱོགས་ལ་ཡང་ཞེས། ཞག་དང་ཞོགས་ལ་སྨོན་ལམ་ཚུན་ཆད་ཀྱི་ཐོག་ནས་ཡང་ནས་ཡང་དུ་བར་སམ་བྱེད་སྒོ་འབྲི་བར་བྱེད་དུས་བྱིས་པ་ལྷ་མོ་དེ་ལས་ཕལ་ཆེར་བློ་བདེ་བྲལ་ཡག་གི་རེ་བ་ཆེན་པོ་ཡོད་རེད་དེ་བྱུང་ན་ཕལ་ཆེར་འཕོ་བ་རབ་རེད་ད་ཐེག་ཆེན་འཕོ་བའི་དང་བ་ནི་སྟོང་པ་ཉིད་ཀྱི་སྤྱོད་ལམ་གཅེས་ཞེས་གསུང་བ་ནང་བཞིན་སྤྱོད་ལམ་གཅེས་གསུང་བ་ཡིན་གྱི་ད་ཞག་ནས་ཞག་དུ་ག་སོང་བས་ཞག་དང་ཞོགས་ལ་ད་དེ་གཉིས་ལ་ལོ་གོམས་འདྲིས་བསྟན། གཞིས་ཀ་ལྷ་མོ་དེ་ལ་ཡང་མི་གཞན་དག་གིས་ཅིག་བུ་གའི་ས་འདི་རུ་བྱིན་མིན་ལ་མ་ལྟོས་པས་སོ་སོ་གོམས་པའི་དབང་གིས་དྲན་ཐོས་ཡག་བྱེད། དཔེར་ན་ང་ཚོ་ཉོན་མོངས་ཟེར་ཡག་འདི་ཧ་ཅང་གི་གོམས་ཆེན་པོ་ཡོད་པ་ཡིན་དུས་རྩ་ནས་རྨི་ལམ་ཚུན་ཆད་ལོག་ལོག་པར་ཡང་ནས་ཡང་དུ་དྲན་ཡོང་གི་ཡོད་ཨ་རེད། ད་ག་ནས་བྱུང་གི་ང་དགེ་བའི་ཕྱོགས་ནས་དང་དགེ་བའི་ཕྱོགས་ནས་དཔེར་ན་ང་དགེ་སློང་ཡིན་བསམ་པ་དེ་ཡང་བར་དྲན་ཤེས་རུ་ཅིག་བར་ཡང་ནས་ཡང་དུ་བར་བསམ་ནས་སོ་སོ་དགེ་སློང་ཡིན་པ་དེ་ལ་ང་རྒྱལ་རུ་ཅིག་སྐྱེས་སྤོབས་བ་རུ་ཅིག་སྐྱེས་དེ་ལ་བའི་ཞེན་ཆགས་རུ་ཅིག་སྐྱེས་པ་ཡིན་ན། ཨེ་ནི་རྨི་ལམ་ལས་ང་རྒྱལ་བ་མིན་བསམ་པ་དེ་ཡང་ཡང་ཕྲན་ཡོང་གི་འདུག་བ་ས་དེ་འདྲ་ཡིན་པ་ཡིན་དུས་ཨ་ད་ཅིག་སྙིང་རྗེ་སེ་ཨ་རོག་བྱམས་པ་སེ་ཨ་རོག་ཅིག་བྱང་ཆུབ་ཀྱི་སེམས་སེ་ཏེ་ཨ་འདུག་ཅིག་ཨ་ད་དེ་ཚོའི་གྲས་ཨེ་ནི་བདག་མེད་པ་ཡིན་བསམ་པ་དེ་ཚོའི་གྲས་དེ་གོ་ལི་གེ་ལི་གོམས་ཡོང་དུས་རྨི་ལམ་ལས་ཨེ་ནི་ཁོ་དྲན་རྒྱུ་ཡོད་བསྡད་བ་གི་རྨི་ལམ་ལས་ཡོད་འཚོ་བ་ཡོད་བསྡད་བ་ཅིག་སྤྱིར་བྱས་ན། སད་དུས་ཀྱི་གནས་སྐབས་ལ་ཡང། གཅིག་སྟོང་ཉིད་ཀྱི་ལྟ་བ་དང་གཅིག་བྱང་ཆུབ་ཀྱི་སེམས་དྲན་འདས་པས་ཁོའི་ཤུགས་རྐྱེན་རུ་ཁོ་དང་རྨི་ལམ་སྐབས་ལ་དྲན་པ་གཉིས་པོ་དེ་བྱས་ན་གཅིག་བྱས་ན་རྨི་ལམ་སྐབས་ལ་དྲན་པ་དེ་ཤུགས་རྐྱེན་ཆད་ཡོང་སྲིད་པ་རེད། ག་རེ་ཟེར་ན་ཁོ་རྨི་ལམ་གྱི་གནས་སྐབས་ལ་ཡང། ཁོའི་དམིགས་བསལ་སེམས་རྩེ་གཅིག་པོ་དེ་ག་གྲུབ་ཡོད་མ་རེད་ཡིན་ནའི་ཁོ་རང་བསམ་རྣམ་ཤེས་ཀྱི་རྣམ་རྟོག་འདྲ་མི་འདྲ་མང་པོ་འཕྲོ་བསྡད་ཡང་ཁོ་ཚོ་ཉུང་ཉུང་རུ་ཆགས་བསྡད་ཀྱི་འདུག་བ། དེ་འདྲ་ཡིན་དུས་ཙང་ནས་ཁོ་དེ་འདྲའི་གནས་སྐབས་ལ་ཡང། ཅིག་བདེ་སྡུག་གི་ཚོར་བ་རོ་གཅིག་མྱོང་པ་ཡིན་ན་གཉིད་སད་པའི་གནས་སྐབས་ལ་ཡང་རྨི་ལམ་ཡིན་པ་ཤེས་ཀི་ཤེས་ཀི་ལེ་ཨོ་སེམས་ལ་ཡང་ཅིག་ཁོའི་ཤུགས་རྐྱེན་ལ་ཁྱད་དེ་གི་འདུག་བ་ད་དེ་འདྲ་ཡིན་དུས་ཨོ་དེ་འདྲ་འདུག་པའི་སྐོར་ནས་གོམས་འདྲིས་བྱེད་ཐུབ་ན་ཨེ་ནི་ཐ་མ་གཞིས་ཀ་ལྷ་མོ་དེ་ལས་ཕལ་ཆེར་བསམ་བློ་འཁོར་ཐུབ་ཡག་ཨེ་ནི་རེ་བ་ཡོད་རེད་རང་ཡང།

ཅེས་དང་ཡོན་ཏན་རིགས་བཟའ་བ་བས་དེ་ཚོ་དྲས་ཏེ། གོ་ད་ཇི་མ་ཇི་བཞིན་དུ་ཟོ་ཡ་ད་ཇི་མ་ཇི་བཞིན་ལ་ལྷག་ག་ད་ཁོ་ག་ལ་གང་ཚ་འུག་པའི་སེར་བ་ཡོང་ཐུ་ཡ་ད་ཞེ་རག་ཁ་བོ་རེད་འདུག་བ། རེད་དེ་ཡིན་ནའི་ཁོ་སྔ་མའི་གོམ་པའི་དབང་གིས། ཁོ་ཆུ། དཔེར་ན་ང་རང་ཚོའི། ཕ་མ་གཅིག་གི་སྤུ་གུ་ཡིན་ན་ཡང་སྤུ་གུ་ཁ་ཤས་གཅིག་ཆུན་ཆུའི་སྒང་ནས་གཅིག་འབུ་ཟོས་ཡ་ལས་དགའ་པོ་མེད་དེ་བས་ཟོ་རོ། ཅེས་དྲང་པོ་བྱས་དེ། ཅེས་ཉམ་ཐག་པོར་མཐོང་པ་ཡིན་ན་ཅེས་སྙིང་རྗེ་སྐྱེ་ཡ་ཡོད་དེ་བ་རེད། ཡང་ཕ་མ་གཅིག་གིས་སྤུ་གུ་བྱས་རྗེས་སྤུན་ཉག་ནང་ཕན་ཚུན་ཡིན་ནའི་སྤུ་གུ་གཅིག་ཆུང་ཆུང་ག་ནས་འབུ་གསོད་ཡག་ལས་ཤ་དགའ་བོ་ཡོད་དེ་བས་གསོ་རོགས། ཧམ་པ་བྱེད་ཡག་ལས་ཤ་དགའ་བོ་ཡོད་དེ་བས་གསོ་རོགས་ཁོ་ཡོང་བསྡད་ཀྱི་འདུག་བ། མ་གཞི། ཅིག་གིས་ཀླད་པའི་ཀླད་ས་དེ་འདྲ་གི་ཐོག་ནས་ཕྲན་བུ་ཕྲན་བུ་དུ་འགྲེལ་བཤད་བརྒྱག་ཡག་ཡོད་རེད་དེ། ཆ་ཚང་འགྲེལ་བཤད་བརྒྱག་མཁན་ཞེ་དྲག་ཁག་པོ་རེད། སྔོན་མའི་བག་ཆགས་ཟེར་ཡག་ཅིག་མ་བཤད་ན། སྔོན་མའི་བག་ཆགས་ཟད་ཅིག་སྟེང་ནས་འགྲེལ་བཤད་བསྐྱལ་ཡག་ཅིག་མེད་ན། ཚེ་འདི་ཀྱི་ལུས་ཀྱི་གནས་སྟངས་གཅིག་པུའི་ཐོག་ནས་འགྲེལ་བཤད་བྱེད་ན་འགྱུར་ཐུབ་ཡག་ཕལ་ཆེར་ཁག་པོ་རེད། ང་དེ་འདྲ་ཡིན་མི་འདུག་ས་ནས་ད་ལྟ་ཡིན་ནི་སྔ་མའི་བག་ཆགས་ཀྱི་ཐོག་ནས་ད་ཡོང་གི་ཡོད་བསྡད་པ་འདུག་ས། སྤོ་བོ་ཆུང་ཆུང་དེ་ཚོས་ཇི་ལྟར་ནས་གོ་བརྡ་ཚོད་དཔག་རེ་བྱེད་ཐུབ་ཡག་ཅིག་འདི་ཡིན་པ་ཡིན་དུས་རང་ཉིད་ལ་ཆ་བཞག་ནས་ཚེ་འདི་ལ་ཡ། ཕྱིར་ལོག་དགེ་བའི་ཕྱོགས་ལ་ཡང་གོམས་འདྲིས་ཡག་པོ་ཡོད་ན་དགེ་བ་ཕྱི་མ་དེ་དགོས་ཤུགས་མ་ཐུག་གི། ཆུང་ཆུང་ཁ་ཐུག་ཡ་དཔེ་སྔ་མོའི་བག་ཆགས་དེ་གསལ་བོ་ཡོད་ཐབས་ཤིག་རེད་ཨེ་འདི་ན་ཡང་ཡང་ག་ལེ་ག་ལེ་ག་ལེ་ཡང་ལུས་རྟེན་གསར་པ་ཞིག་སླེབས་དེ་ལ་བརྟེན་པའི་རགས་པའི་ཤེས་པ་མང་པོ་ཅིག་ཡང་གསར་བར་ཞིག་སླེབས་ཨེ་ན་ཕྱིར་ལོག་གི་ཁོར་ཡུག་ཡང་མི་འདྲ་ཅིག་ཆགས་འོ་ད་ཡང་དེས་རྐྱེན་པས་ཆུང་ཆུང་སྐབས་ལ་བག་ཆགས་ཡག་པོ་ཡོད་པ་ཡིན་ན་ཡང་ག་ལེ་ག་ལེ་ལ་སྡུག་ཏུ་སྡུག་ཏུ་འདྲ་ཡོང་གི་འདུག་བ།